བླ་མ་དང་ཡེ་རེ་མ་མཆིས་པའི་མགོན་པོ་འོད་དཔག་ཏུ་མེད་པ་ལ། སྐུད་པ་ཆེན་པོའི་ཕྱག་མཚར་ལོ་བདག་བཞིན་སེམས་ཅན་ཐམས་ཅད་ཀྱི་རྒྱུད་བྱིན་གྱིས་བརླབ་པར་མཛད་དུ་གསོལ། དེ་ནས་འདི་ནི་ངའི་མཁས་གྲུབ་བཀའ་མ་ཆག་མེད་ཀྱིས་མཛད་པའི། བདེ་ཆེན་གཞང་བཀོད་ཀྱི་ཞལ་མཐོང་སྐུ་ཐབས་མདོ་རྒྱུད་སོ་བཞག་ཐ་བའི་ཐེམ་སྐས་ཞེས་བྱ་བའི། ནང་བཞིན་དུ་བཟོས་པའི་བདེ་ཆེན་གཞང་མཐོང་ཆེན་མོ་འདིའི་ངོ་སྤྲོད་མདོར་བསྡུས་སུ། ཞེས་བརྗོད་ཅིང། འདི་ཡི་ནང་དོན་ནི་གཙོ་བོ་མདོ་རྒྱུད་གཏེར་མ་གསུམ་སོགས་ལས་གསུངས་པའི་བདེ་བ་ཅན་གྱི་གཞུང་གི་རྣམ་གཞག་གཙོ་བོ་དོན་ཚན་གསུམ་དུ་བསྡུས་ནས་བཤད་པའི་ཐང་ག་ཞིག་རེད། དོན་ཚན་དང་པོ་དེ་བདེ་བ་ཅན་གྱི་གཞུང་ཁམས་ཇི་ལྟར་བསྒྲུབས་པའི་རྣམ་གཞག་རེད། དོན་ཚན་གཉིས་པ་སྟེ། བདེ་བ་ཅན་གྱི་གཞན་ཁམས་དེ་སྤྲུལ་པའི་སྣོད་བཅུད་ཀྱི་ཁྱད་པ་བསྟན་པ་རེད། དོན་ཚན་གསུམ་པ་སྟེ། རྣམ་གཞིག་ནི་སངས་རྒྱས་མགོན་པོ་འོད་དཔག་མེད་དགོངས་པ་མྱ་ངན་ལས་འདས་པའི་ཚུལ་བསྟན་པའི་མཇུག་གི་ཆོས་པ་རེད། དོན་ཚན་དེ་གསུམ་བསྟན་པ་མ་ཟད་མདོ་སྡེ་དེ་དག་གསུངས་པའི་མི་མཇེད་འཇིག་རྟེན་གྱི་གཞང་འདིའི་སྟོན་པ་གནས་སོགས་གསར་བུ་བྲིས་ཡོད་པ་ཞིག་རེད་བསམ་གཞིགས་ན་གོང་གི་མཚན་དོན་བཞིན་དུ་འོད་དཔག་མེད་དང་འབྲེལ་བའི་མདོ་རྒྱུད་གཏེར་གསུམ་གྱི་རྩ་བའི་གནད་ཐམས་ཅད་གཞུང་ཐུང་འདིའི་ནང་དུ་མཚུངས་ཏེ་ཡོད་པ་ཞིག་རེད། དང་ཚད་འདུ་གསུམ་གྱི་ཐོག་ནས་བདེ་ཆེན་གཞང་གི་ཁམས་ངོ་སྤྲོད་དང་སློབ་སྦྱོང་བྱས་ན་ཆོག་བསྡད་ཡོད་པ་དང། དེས་ན་འདི་ལ་བལྟས་ནས་ཡིད་ལ་གོམས་འདྲིས་གཏོང་པ་དང། འདིའི་ཐོག་ནས་རེ་རེ་བཞིན་སློབ་སྦྱོང་མཛད་ན་བདེ་བ་ཅན་གྱི་གཞང་ཁམས་ཀྱི་རྣམ་གཞག་ལ་མཁས་པ་དང། གཞན་དེར་སྐྱེ་བའི་རྒྱུ་རྐྱེན་ཆ་ཚང་བ་ཚོགས་འདུས་ཡོད་པ་ཞིག་ཡིན། མ་ཟད་འདི་ནི་འདོད་ཆགས་གནས་སུ་དག་པ། སོ་སོར་རྟོག་པའི་རང་དབྱིངས་གསུམ་པདྨའི་རིགས་ཡིན་པས། ལས་ཐམས་ཅད་གཅིག་ཏུ་འདུས་པའི་སྣང་སེམས་དབང་གིས་བསྡུས་པའི་དབང་གི་ལས་རབ་འབྱམས་ཀྱང་ཐོགས་མེད་དུ་འགྲུབ་པར་ཡིན། ཆགས་མེད་ཀྱི་རང་རྣམ་སོགས་ལས་ཡང་གཞན་མཐོང་འདི་ལ་བརྟེན་ནས། འབྲི་ཐོག་གི་སེང་ཆེན་མང་པོ་ཞིག་སྡེ་བ་ཅན་དུ་བགྲངས་པའི་ལོ་རྒྱུས་ཡོད། རྗེས་སུ་རྫ་བབས་གྲི་ཚང་གི་ཤང་གཞན་བཞིན་དུ་ཞིང་གཞུང་གི་སློབ་མ་མང་པོས་ཀྱང་ཞིང་ཐང་འདིའི་མང་ཚོགས་རྣམས་ལ་བརྟེན་ནས་སྡེ་བ་ཅན་གྱི་ཞིང་གཞུང་ཚུལ་དང་འདི་ལ་བརྟེན་ནས་ཞིང་སྒྲུབ་འཚོགས་ཚུལ་སྔོན་ནས་ད་བར་དུ་ཡོད་པ་རེད། སངས་རྒྱས་མགོན་པོ་འོད་དཔག་མེད་ཀྱིས། སྔོན་གྱི་སྨོན་ལམ་བཞིན་དུ་ཕྱོགས་བཅུའི་ཞིང་གི་སངས་རྒྱས་ཐམས་ཅད་དང། ཁྱད་པར་དུ་མི་མཇེད་འཇིག་རྟེན་ཞིང་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ལ་གྲངས་མེད་པའི་སེམས་ཅན་མང་པོ་ཞིག་འདུལ་བའི་དོན་འདི་སྒྲུབ་ཤིན་ཏུ་སླ་ལ་འབྲི་ན་སྟོན་ཆེ་བ། འོག་དཔག་མེད་ཀྱི་ཆོས་སྐུ་རུ་མཐའ་དག་རྒྱལ་བ་སྒོམ་བརྒྱུད་ཀྱི་ཚུལ་གྱིས་བྱིན་གྱིས་བརླབས་ནས། ཆོས་ཀྱི་སྒོ་ཆེན་མོ་དེས་མི་ཡུལ་གྱི་འཇིག་རྟེན་འདྲེན་པའི་ཤར་སྐྱོད་སྒོ་ཡོངས་སུ་ཕྱེས། ཐང་ག་འདིས་མཐའ་ཁའི་གཡང་ཕྱོགས་ཀྱི་མི་མཇེད་འཇིག་རྟེན་གྱི་གཞང་ཁམས་འདི་ནི། གནས་ཡི་ཕུ་བསམ་ཚོགས་དང་རྒྱ་གར་ཡུལ་དབུས་རྒྱལ་པོའི་ཁབ་ཀྱི་ཉེ་འགྲམ་ཞབས་མགོ་སྤུངས་བུའི་རི་བོ་ན། ཀོ་རུ་ཕུ་བསམ་ཚོགས་དང་སྔོན་གཤེགས་དང། འཛིན་ཁྲིམས་མཆོག་ཏུ་མངའ་བའི་དགྲ་བཅོམ་པ་སྟོང་སྐྱིད་དང་ཉིས་བརྒྱ་ང་ལྔ། བྱམས་པ་མགོན་པོ་སོགས་བྱང་ཆུབ་སེམས་དཔའ་དང། གཞན་ཡང་ལྷ་དང་ལྷའི་མི་སོགས་ཀྱི་འདུས་པའི་འཁོར་རྣམས་ལ། སྟོང་པ་ཕུན་སུམ་ཚོགས་པ་རྣམ་འདྲེན་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཕུན་སུམ་ཚོགས་པ་གཙོ་བོ་བདེ་བ་ཅན་གྱི་གཞང་གི་རྒྱུད་དང་འབྲས་བུའི་རྣམ་གཞག་གསུངས་པས་འཕགས་པ་འོད་དཔག་མེད་ཀྱི་སྐུ་བར་ཤེས་བྱ་བའི་ཐག་པ་ཆེན་པོའི་མདོ་འདི་དང་སྙིང་རྗེའི་པདྨ་དཀར་པོའི་མདོ་རྣམས་གསུངས་པ་རེད། ཐང་ག་འདི་ཐ་ཁའི་དབྱིབས་ཤོག་ཅིག་བཞག་ཁང་པ་འདི་ནི་གནས་ཕུ་གསུམ་ཚོགས་པ་རྒྱ་བོད་རྒྱ་ཤེས་ཀྱི་ཚ་དགོན་པའི་སྲིད་གཞུང་གི་ཀུན་དགའ་རེ་བ་ན་སྐོར་རུ་ཕུ་གསུམ་ཚོགས་པ་ཉན་རང་བྱུང་སེམས་ལྷ་མོ་སོ་བགྲང་ལས་འདས་པ་ལ་སྟོན་པ་ཕུ་གསུམ་ཚོགས་པ་རྣམ་འདྲེན་ཞུ་བ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆུའི་ཕུན་སུམ་ཚོགས་པ་འཕགས་པ་བདེ་བའི་སྤྱན་གྱིས་བཀོད་པར་ཤེས་བྱ་བའི་ཐག་པ་ཆེན་པོ་མདོ་འདི་གསུངས་པའི་རྣམ་པ་རེད། གཞང་ཁམས་འདི་ཉིད་མཐའ་ཁམས་འཇོག་དགོས་དམ་ནི། བདེ་བ་ཅན་གྱི་གཞང་ཁམས་ལས་དམའ་བས་ཡིན། ད་ལྟའང་ཡང་ཚེ་དང་ཡེ་ཤེས་དཔག་ཏུ་མེད་པའི་སྙིང་པོའི་མདོ། ཕྱི་མའི་རྔ་སྒྲ། ཟ་མ་ཏོག་བཀོད་པའི་མདོ། ཡང་སྙམ་འདོད་པའི་བསྐྱོད་སོགས་དང་མ་ནི་སྐལ་ལྡན་པདྨ་བཀའ་ཐང་སོགས་མདོར་བསྡུས་གཏེར་མ་སོ་སོའི་ནང་ནས་གསུངས་པ། སངས་རྒྱས་འོད་དཔག་མེད་ཀྱི། བཞེངས་ཏེ་སྣོད་བཅུད་ཐམས་ཅད་དང་པོ་ཇི་ལྟར་བསྒྲུབ་པའི་ཚུལ་དང། བར་དུ་སྒྲུབ་པའི་བཞེངས་ཀྱི་ཆེ་བ་དང། མཐར་དབུ་དཔག་མེད་དང་བདེ་ཆེན་བཞེངས་ཁམས། སྣང་ཚུལ་ལ་འདུས་པའི་དབུགས། གཤེན་རིག་འཛིན་སོགས་མཚུངས་རྒྱ་མཚར་སོགས་བདེ་བ་ཅན་གྱི་བཞེངས་ཀྱི་རྣམ་གཞག་མང་པོ་བཅས་གསུངས་ཡོད། དེ་ལས་དང་པོ་བཞེངས་ཁམས་འདི་ཇི་ལྟར་འགྲུབ་པའི་ཚུལ་ལ། གཉིས་ཡོད། དེ་ལས་དང་པོ་མདོ་སྡེ་པདྨ་དཀར་པོ་ལས་གསུངས་པ་ནི། གཞང་ཐང་འདི་ཏང་གི་དབྱེ་ཕྱོགས་ཀྱི་གཞང་ཁམས་ཕོ་བྲང་དང་བཅས་པའི་ནང་དོན་དེ་རེད། དེ་ནི་འདི་ནས་ཡར་བརྩིས་པའི་ཀ་བ་བསམ་གྱིས་མི་ཁྱབ་པའི་སྔོན་དུ། སྐྱེ་རྒུ་རྣམས་ཚེ་ལོ་བརྒྱད་ཁྲི་ཐུབ་པའི་ཚེ། སངས་རྒྱས་འོད་དཔག་མེད་ཁོང་གླང་གཡས་ལ་དབང་བསྒྱུར་བའི་རྒྱལ་པོ་རྩིབས་ཀྱི་མི་མཆོད་ཅེས་བྱ་བའི་སྐྱེ་བ་བཞེས་པའི་དུས་དེར། རྒྱལ་པོ་ཁོང་དང་ཁོང་གི་སྤྲེའུ་སྟོང་ཕྲག་གཅིག་དང། ད་དང་བཙུན་མོའི་ཚོགས་དང་རྒྱལ་རྣམས་སོ། ཡོངས་རྫོགས་རེ་རེ་ནས་ཟླ་བ་གསུམ་རེ་དང། བྲམ་ཟེ་རྒྱ་མཚོའི་རྡུལ་གྱིས་བློ་བདུན་གྱི་བར་དུ་སྟེ། སྡོམ་པའི་མི་ལོ་ཤིན་ཏུ་མང་པོའི་བར་དུ་སངས་རྒྱས་རིན་ཆེན་སྙིང་པོ་ལ་སྙིང་ཀིར་བྱས། ལོ་དེ་དག་གི་བར་དུ་ཁོང་ཚོའི་སངས་རྒྱས་སྤྱི་འདི་ནས་ཆོས་སེམས་ལྷག་པར་དུ་མི་གཞན་དང་འབྲེལ་འདྲིས་དང་འཇིག་རྟེན་གྱི་བྱ་བ་ཐམས་ཅད་བཞག་ནས། ཐ་ན་ཟས་ལ་ཞུགས་པའི་དུས་ཙམ་ཡང་མེད་པར་མཚམས་གཏམ་བརྗེའི་སྒོ་ནས་མི་ལོ་བདུན་གྱི་བར་དུ་རང་རང་གི་ཞིང་ཁམས་བཞེངས། དེ་ནས་སངས་རྒྱས་ཀྱི་མདུན་དུ་བཞུགས་ནས་རྒྱལ་པོའི་སྨོན་ལམ་ཆེན་པོ་ལྔ་སྤྱི་རྩ་ལྔ་བཏབ་ནས་དང་པོ་ཐུགས་བསྐྱེད་གནང། དེའི་འོག་སངས་རྒྱས་རིན་ཆེན་སྙིང་པོས་རྒྱལ་པོ་རྩིབས་ཀྱི་མུ་འཁྱུད་མ་དབང་པ་ན་སངས་རྒྱས་ཚེ་དཔག་མེད་དང། བཀྲིས་རྣམས་ཕོག་པ་གཤེན་རིག་འཛིན་སོགས་རེ་རེ་ནས་ལུང་དུ་བསྟན་པའི་རྣམ་པ་ཡིན། གཉིས་པ། ཐང་ག་འདི་གཡང་ཤོག་ཅེས་གཞང་ཁམས་ཕོ་བྲང་གང་ཅེས་པ་འདི་ནི་དབུ་ཕོག་མེད་ཀྱི་ལྐུགས་པའི་མདོ་ལས་གསུངས་པ་སྟེ། སྔོན་ཆོས་མི་རྣམས་ཀྱི་ཚེ་ལོ་སྐལ་བ་བྱེ་བ་ཁྲག་ཁྲིག་བརྒྱ་སྟོང་གི་བར་དུ་ཐུབ་པའི་ཚེ་སངས་རྒྱས་མགོན་པོ་དབུ་ཕོག་མེད་དགེ་སློང་ཁྱོད་ཀྱི་འབྱུང་གནས་ཀྱི་བྱ་བའི་སྐྱེ་བ་བཞི་པའི་སྐབས། སངས་རྒྱས་འཇིག་རྟེན་དབང་ཕྱུག་གི་བྱ་བའི་མདུན་ནས། མི་ལོ་བྱེ་བ་གཅིག་གི་བར་དུ་སངས་རྒྱས་བྱེ་བ་ཁྲག་ཁྲིག་བརྒྱ་སྟོང་ཕྲག་བརྒྱད་ཅུ་རྩ་གཅིག་གིས་བཤང་གི་བཀོད་པའི་ཆོས་གསན། དེ་ནས་ཀ་བ་ཆེན་པོ་ལྔའི་བར་དུ་སངས་རྒྱས་ཀྱིས་གསུངས་པའི་གཞང་ཁམས་ཀྱི་རྒྱན་བཀོད་པ་ཐམས་ཅད་གཅིག་ཏུ་བསྡུས་ཏེ་གཞང་ཁམས་གཅིག་ཏུ་བསྡམས་ནས། སངས་རྒྱས་འཇིག་རྟེན་དབང་ཕྱུག་གི་འདི་ནས་སྨོན་ལམ་ཆེན་པོ་བཞི་བཅུ་བཤད་དགོས་སྟབས། སྨོན་ལམ་ཆེན་པོ་དེ་དག་འགྲུབ་པའི་དོན་དུ་ཀ་བ་མང་པོའི་བར་དུ་ཚོགས་བསགས་བསྒྱུར་བྱས་ནས། སངས་རྒྱས་འཇིག་རྟེན་དབང་ཕྱུག་གི་བཀའི་ལྷུང་དེ་མ་འོངས་པ་སངས་རྒྱས་ཚེ་དཔག་མེད་དང། གཞན་ཁམས་དེ་ནི་ནུབ་ཕྱོགས་བདེ་བ་ཅན་ཞེས་བྱ་བའི་ཞིང་ཁམས་སུ་འགྱུར་བའི་ལུང་དུ་བསྟན་པས་ཡིན་ངོས་རེད། གཉིས་པ། སྤྲུལ་པའི་གཞུང་གི་ཆེ་བ་ངོ་སྤྲོད་པ་ལ་སྣོད་བཅུད་གཉིས་ལས་དང་པོ། དེ་ལྟར་ཐུགས་བསྐྱེད་དང་སྨོན་ལམ་དེ་དག་སྔོན་འདིར་སྤྱིར་ནི། ད་སྐབས་མདོ་སྡེ་ཉིད་ལས་གསུངས་པའི་གང་ཟག་སྟེ། སངས་རྒྱས་མགོན་པོ་འོད་དཔག་མེད་དང་གཞང་ཁམས་དེ་ནི་བདེ་བ་ཅན་གྱི་གཞང་ཁམས་ཞེས་བྱ་བར་གྲུབ་ནས་ཡོད། དེ་ལས་དང་པོ་བདེ་བ་ཅན་གྱི་སྣོད་ཀྱི་གཞང། མདོར་ཙམ་བཤད་ན། བདེ་བ་ཅན་གྱི་གཞང་ཁམས་དེ་ནི་མི་མཇེད་འཇིག་རྟེན་གྱི་གཞང་ཁམས་འདི་ནི། སངས་རྒྱས་བྱེ་བ་ཁྲག་ཁྲིག་མང་པོ་འདུས་པའི་ནུབ་ཀྱི་ཕྱོགས། ས་ཡི་ཅུང་ཟད་བརྒྱད་འདུ་འཕགས་པའི་སྟེང་ན་ཆགས་ནས་ཡོད། གཞང་འདིའི་མཐའ་ཁ་ནས་སྤྲིན་གྱི་འཇའ་རིས། མཁར་གྱི་རིམ་པ་བདུན་དང། ཤིང་རྟ་ལས་འཕྲང་བ་སོགས་ཀྱི་རིམ་པ་བདུན་གྱིས་བསྐོར་ནས་ཡོད་པ་རྣམས་ནི་ནང་གི་ཞིང་ཁམས་ཀྱི་སྣོད་ཡིན། ཞིང་ཁམས་དེའི་རྣམ་པ། འབྱུང་བ་བཞི་ལས་གྲུབ་པའི་སྣོད་བཅུད་འཇིག་རྟེན་ལྟ་བུའི་སྣང་ན་ཡང། སྟོང་ལ་སངས་རྒྱས་འོད་དཔག་མེད་པོ་ཐུགས་རྣམ་པར་མི་རྟོག་པ། ཡེ་ཤེས་ཆེན་པོའི་རང་བཞིན། སེམས་ཅན་ཐམས་ཅད་གཉེར་དུ་མཚུངས་རྒྱལ་བའི་དོན་འདི་རང་ཤར་བ་ཡིན། དེའི་ཕྱིར་སུ་ཞིག་གིས་འདིའི་སྣོད་ཀྱི་དངོས་པོ་གང་ཞིག་མིག་གི་མཐོང་བ་རྣ་བས་ཐོས་པ་སོགས་ཀྱི་དབང་པོའི་དབྱེར་དུ་བྱས་ན། ཐད་ཀར་མགོན་པོ་འོད་དཔག་མེད་པོའི་འབྲས་ཆོས་ཀྱི་ཡེ་ཤེས་ལ། ལོངས་སུ་སྤྱད་པ་ཡིན་པས་གཟུངས་ཤོད་ལས། ཐབས་དང་ཤེས་རབ་དང་འཛམ་གླིང་མཐར་དང་ཡོན་ཏན་ཀུན་གྱི་མི་ཟད་མཛོད་དུ་གྱུར་ཞེས་གསུངས་པ་ཡང་མྱུར་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པའི་ཡོན་ཏན་རྒྱ་མཚོའི་པ་ལ་མངའ་དབང་འབྱོར་བ་ཡིན་ནོ། གོང་དུ་བཤད་པ་བཞིན་དུ་བྱང་ཆུབ་སེམས་དཔའ་དེ་དག་གི་ཐུགས་བསྐྱེད་དང་སྨོན་ལམ། ཡེ་ཤེས་ཀྱི་རྣམ་པར་འཕྲུལ་བ་ཡིན་པས་མཐའ་ཀུན་དང་བྲལ་བའི་མི་རྟོག་ཡེ་ཤེས་ཆེན་པོའི་རང་བཞིན་ལས་གཞན་དུ་མ་ཡིན། འོན་ཀྱང་རྣམ་པ་སྣང་ཚུལ་ལ་བྱིན་ཏེ་རྣམ་ཐར་མཁའ་ས་གཞི་རིན་པོ་ཆེ་སྣ་ཚོགས་ལས་གྲུབ་པའི་རང་བཞིན་དངུལ་འཇམ་ཞིང་རག་ན་བདེ་བ། མཛེས་ཤིང་ཡིད་དུ་འོང་བ། རྡུལ་རེ་རེའི་ཁྱམས་ན་རྡུལ་སྙེད་ཀྱི་གཞང་ཁམས་ཀུན་ནས་བཀྲ་བ། བསྣན་ན་བསྣན་ཞིང་བཏགས་ན་སྤར་བར་བྱེད་པ། མཐའ་གྲིར་དང་རྒྱ་ཁྱོམ་ཤིན་ཏུ་ཡངས་པ། རི་ནག་པོ་སོགས་མ་དག་ཟག་བཅས་ཀྱི་སྣོད་ཀྱི་དངོས་པོ་གང་ཡང་མ་གྲུབ་པ། ས་ཡི་སྡེ་ཡི་དང་ནི་རིན་ཆེན་གསེར་རི་དང་དངུལ། འདེབས་འདྲིལ་ཡ་ཧེ་རི་སོགས་རིན་པོ་ཆེ་སྣ་བདུན་ལས་གྲུབ་པའི་རྒྱང་ཤམ། ལ་ལ་ནི་རིན་ཆེན་གཅིག་དང་ལ་ལ་ནི་རིན་ཆེན་གཉིས་དང། ལ་ལ་ནི་རིན་པོ་ཆེ་གསུམ་ལས་གྲུབ་པ་ནི་རིན་ཆེན་བདུན་ལས་གྲུབ་པའི་བར་དུ་ཡོད། ཤིང། ལྗོན་པ་དེ་དག་རྒྱན་རྣམ་པ་སྣ་ཚོགས་ཀྱིས་བརྒྱན་པ། རྒྱང་ཤང་དང་རྒྱང་ཤང་གི་བར་ན་རིན་པོ་ཆེ་གསེར་གྱི་དྲ་བ་དྲ་ཞིག་དང། དྲིལ་བུ་དང་གཡེར་ཁ་སོགས་ཀྱིས་མཛེས་པ། དེ་དག་རླུང་གི་བཤུལ་པས་སྒྲ་སྙན་མོས་གང་བ། དུས་དྲུག་ཏུ་ཕྱོགས་སྐེ་ནས་དར་གྱིས་ལྡང་བས་ལོང་བའི་ནམ་མཁར་དང་རྒྱང་ཤང་གི་རྩེར་སོགས་ནས་ཕབ་པའི་མེ་ཏོག་གིས་ས་གཞི་ཐམས་ཅད་ཁྱབ་པ། དེ་དག་ལ་བཞག་ན་འགྱངས་ཤིང་མནན་ན་ནན་པ། བཏགས་ན་སྤར་བ། རླུང་གི་རྫི་ཤོག་ཡིན་མོ་སྐུ་འདི་དྲི་ངད་ལྡང་བ། དུས་ལ་སླེབས་ཚེ་མེ་ཏོག་གསར་རྙིད་རྒྱས་པ། དྲི་རྒྱུན་སྤུས་ཀྱིས་བསྒོས་པའི་ཆུ་ཀླུང་མང་པོ། སྐུ་ནས་སྐུ་འདི་རྒྱུ་ཞིང་གཟབས་སུ་དཔག་ཚད་བཅུ་གཉིས་དང། ཁ་གཞན་ལ་དཔག་ཚད་གཅིག་ནས་བརྒྱར་སྟོང་གི་བར་དུ་ཡོད་པ། མདངས་བརྡབ་མེད་ཀྱང་གསེར་གྱི་གཤེད་མ་ལྟར་བ། སྟེང་དུ་པདྨ་སྣ་ཚོགས་ཀྱིས་བཀག་པ། ཆུ་ཀླུང་དེ་དག་གི་འགྲམ་གཉིས་ནི། རིན་པོ་ཆེའི་སྣ་མང་གི་ཤིང་ནི་གང་བ། རིན་པོ་ཆེའི་འབར་ཐག་བདེ་བ། ཁ་ཁོལ་ན་སྤྲེའུའི་ཞགས་ངང་པ་ཁྲོང་ཁྲོང། ཁུ་བྱུག་རྨ་བྱ་སོགས་དབང་ཡོངས་སུ་གྱུར་ཞིང་སྙན་པའི་ཆུ་སྐྱེས་སྒྲོགས་པ། ཆུ་ལྷོངས་དང་རྒྱང་པའི་རླངས་ཁ་དག་ན་ལྷ་མི་རྣམས་རྩེད་འཇོ་ལ་རོལ་བ། ཆུ་ལྷོངས་དེ་དག་ཏུ་འཇུག་པའི་ཚེ། ལོང་བུ་མན་ཆད་ནུབ་བསམས་ན་མཆན་ཁུང་མན་ཆད་ནུབ་བསམས་པ་ནི། མིད་པ་ནུབ་པའི་བ་གང་དུ་བལྟ་ཆོག་པ། ཡང་ཕྱོགས་དང་ཕྱོགས་རྣམས་སུ་ཡན་ལག་བརྒྱད་ལྡན་གྱི་ཁྲུས་ཀྱི་རྫིང་བུ་སྙིང་ག་བ་དུ་མས་གང་བ། དྲོད་གྲང་གང་འདོད་དུ་འབྱུང་བ། ས་གཞི་ཐམས་ཅད་ན་རིན་པོ་ཆེ་སྣ་ཚོགས་ལས་གྲུབ་པའི་པདྨ་དཔག་ཚད་བཤད་ཙམ་ནས། དཔག་ཚད་ཀྱི་བར་གྱི་ཚད་དག་བསྐྱེད་ནས་ཡོད་པ། དེ་དག་རེ་རེ་ལས་དབུ་གཟེར་ཞེས་པ་བརྒྱ་སྟོང་ཕྲག་སུམ་ཅུ་རྩ་དྲུག་རྩ་དྲུག་རེ་འབྱུང། དབུ་གཟེར་རེ་རེའི་རྩེ་མོ་ནས་མཚན་དཔེས་མཛེས་པའི་སངས་རྒྱས་རེ་རེ་འཕྲང་ཞིང། དེ་དག་གིས་ཕྱོགས་བཅུའི་གཞང་གི་སེམས་ཅན་རྣམས་ལ་ཆོས་ཀྱི་ཆ་ཆེན་པོ་ཕབ་ནས་སྨིན་གྲོལ་གྱི་ལམ་ལ་འགོད་པར་བྱེད་དོ། ཡང་སྭཱ་ཡི་རི་དྭགས་ནམ་མཁའི་ཁྱིམ་རྣམས་སུ་དབྱར་མེ་བའི་ཁོང་རིན་ཅེན་སྣ་ཚོགས་ལས་གྲུབ་པ། གཡུ་དང་ཁ་དོག་མ་མཚུངས་པ། བྱང་ཆུབ་ལམ་གྱི་མངོན་པར་རྟོགས་པའི་རྟགས་མཚུངས་བ། རེ་རེ་ཡང་བ་གམ་སྟོང་གིས་མཛེས་ཤིང། ནང་དུ་རི་ཆེན་དུ་མའི་ཁྲི་བཟང་དང། སྟག་གཟིག་གི་འབོ་རྩེག་གཉིས་དང་བཅས་པ་རང་བྱུང་ལ་སྤྲས་པའི་ལྷ་མོ་བདུན་སྟོང་བདུན་སྟོང་གིས་ཡོངས་སུ་བསྐོར་ནས་དགའ་མགུར་བྱོས་པ་དག་རྒྱུ་བ། དུས་དུས་སུ་སྟེང་གི་ནམ་མཁའ་ནས་ལྷའི་མེ་ཏོག་དང་རྩྭའི་གདན། སྤོས་ཆུས་བསྒོས་པའི་ཆར་དང་བླ་རེས་དང་བདུག་དང་རྒྱ་མཚན་དང་བ་དན། གསེར་ཡལ་དང་བཅས་པའི་མཆོད་རྫས་དང་གསེར་སྙན་སོགས་རོལ་མོའི་བཤད་གྲབས་ཤིན་ཏུ་མང་པོས་གནམ་ས་བར་སྣང་ཀུན་ཏུ་ཁྱབ་ནས་ཡོད། འདི་དག་ནི་སྣོད་ཀྱི་ཡོན་ཏན་མདོར་ཙམ་བསྟན་པ་ཡིན། གཉིས་པ་བདེ་ཆེན་གཞུང་གི་བཅུད་ཀྱི་ཆེ་བ་ལ་གཙོ་འཁོར་གཉིས་ལས། དང་པོ། དེ་ལྟར་སྣོད་བཅུད་འབྱོར་བ་ཕུན་སུམ་ཚོགས་པ་མངའ་བས། གཞང་ཁམས་བདེ་བ་ཅན་དེ་སྤྱིར་ན། རིན་པོ་ཆེ་སྣ་ཚོགས་ལས་བྲིས་ཀྱང། མཐའ་ཚད་གཞལ་འདི་མེད་པས་འཇག་དང་འོག་གི་ཀློང་ན། ཡེ་ཤེས་ལྔ་ལས་གྲུབ་པའི་དབྱར་མེད་ཁང་ཆེན་པོ་ཕྱིར་གསར་སྣང་ས་འོག་ཏུ་འབར་བའི་མདུན་དེ་རེད། བྱང་ཆུབ་ཤིང་གི་དབང་པོ་རྩ་བ། སྦོམ་དང་བཞེངས་ལ་དཔག་ཚད་ལྔ་བརྒྱ། གྱེན་དུ་དཔག་ཚད་སྟོང་དང་དྲུག་བརྒྱ་ཡོད་པ། ལོ་མ་དང་འདབ་མ་དག་གིས་བརྒྱན་པའི་ཡལ་ག་དཔག་ཚད་བརྒྱད་བརྒྱ་བརྒྱད་བརྒྱ་དག་ཕྱིར་བྱུང་ནས་ཡོད་པ། ལོ་མ་དང་འདབ་མ་མེ་ཏོག་དང་འབྲས་བུ་ཐ་དད་པ་དུ་མ་དང་ལྡན་པ། ཟླ་བ་ལྟར་བའི་ནོར་བུ་དང་རྒྱ་ཤིང་གི་ཐོག་པའི་ནོར་བུ་དང། གཡས་གཡོན་གྱི་ནོར་བུ་དང། རྒྱ་མཚོའི་གླིང་གི་ནོར་བུ་སོགས་ཀྱིས་སྤྲས་པའི་མཛེས་པ། གསེར་གྱི་སྐུད་པ་དང་སེར་མོ་ཏོ། རིན་པོ་ཆེའི་ཁྱིམ་པོ། ཏོ་ཤལ། མུ་ཏིག་དམར་པོ་དང་སྔོན་པོ་སོགས་ཀྱིས་རྟག་ཏུ་མཛེས་པ། སངས་རྒྱས་དང་ཆུ་ཁྲོམ་སོགས་ཀྱི་ཁ་ནས་སྐེ་རགས་དང། རིན་པོ་ཆེའི་སྐུད་པ། གསེར་ལྡང་མུ་ཏིག་གི་དྲ་བ་བྲབ་ཞིམ་ཆུང་བས་བརྒྱན་པ། དུང་དཀར་སོགས་བཀྲ་ཤིས་རྟགས་བརྒྱད་དང། གཡུང་དྲུང་དང་ཟླ་སྒོམ་སོགས་ཀྱི་མཚན་མའི་རྣམ་པར་མཛེས་པས་བརྒྱན་པར་བྱས་ནས་ཡོད། དེ་དག་རླུང་གིས་བསྐྱོད་པའི་སྒྲས་འཇིག་རྟེན་ཀུན་ཏུ་བཀྲ་ཤིས་པར་བྱེད། ཤོང་སྟེ་སུ་ཞིག་གི་མིག་གི་མཐོང་བ་དང་རྣ་བའི་མཐུས་པ་སོགས་ཀྱི་བཤང་ཆུའི་བར་དུ་མིག་གི་ནད་སོགས་གསར་ནས་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་སྟེ་ཕྱིར་མི་ལྡོག་པར་བྱེད་པས་རིན་པོ་ཆེ་པདྨ་རྣམ་པར་སྣང་བར་ཞེས་བྱ་བའི་གྲངས་དེ་དག་ཀྱང་གསར་ལ། བཟང་ཞིང་བཀྲ་བའི་ཕྱི་སྐྱེས་པདྨའི་འདབ་མ་སྟོང་དུ་བྱེད་པའི་སྟེང་དུ། དྲི་མ་མེད་པའི་ཟླ་བ་ཉག་གོང་བའི་སྟེང་ན་ཤར་གཅིག་དང་ཤར་གཡག་གཉིས་གཉིས་ཡོད་པ། སྐུ་མདོག་དམར་པོ་ཤི་རི་མདོག་ལྟ་བུ་ལ་རིན་པོ་ཆེའི་བླ་སྐུ། སྣམ་ཞལ། མཐོང་གོས་ཏེ་ཆོས་གོས་བརྣབས་སམ་གསོལ་བ། ཕྱག་གཉིས་སྙིང་གཡག་གི་ཕྱག་རྒྱས་བཏང་སྟེ། འཆི་མེད་ཚེ་ཡི་བདུད་རྩིས་གང་བའི་ལྷུང་བཟེད་བསྣམས་པ། ཞབས་གཉིས་སྐྱིལ་མོ་ཀྲང་གིས་བཞུགས་པ། མཚན་དང་དཔེ་བྱད་ཀྱི་ཡོན་ཏན་དག་གིས་མཛེས་པ། སྐུ་ཚེ་དང་ཧོར་གཟེར་དང་འཁོར་དང་གཟི་བརྗིད་དཔག་ཏུ་མེད་པས་བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པར་སངས་རྒྱས། མགོན་པོ་འོད་དཔག་ཟླ་མེད་པར་ཞེས་བྱ་བ། ཀཱི་ལྷན་ནི་རི་གསུམ་ལྷག་མེད་ཐུགས་ལྷག་མེད། རིའི་རྒྱལ་པོ་གཞན་དུ་འཚོ་ཞིང་གཞེས་ལ། སྦྲང་ལས་འདས་པའི་འཁོར་ཚོགས་རྣམས་ལ་ཆོས་གཏད་ནས་བཞུགས་ཡོད་དོ། འདི་ནི་གཞང་ཁམས་འདིའི་གཙོ་བོ་ཡིན། གཉིས་པ་འཁོར་རོ་ལ་བྱུང་སེམས་དང་ཉན་ཐོས་གཉིས་ལས། དང་པོ་ནི། གཙོ་བོ་འདིས་ཡིད་ཀྱི་སེམས་དཔའ་འདི་ཡིན། རིམ་པ་བཞིན་དུ་དང་པོ་སྐུ་མདོག་དཀར་པོ་ཕྱག་གཡས་སྐྱབས་སྦྱིན་གྱི་ཕྱག་རྒྱ་དང། གཡོན་དཀོན་མཆོག་སེམས་གསུམ་གྱི་ཕྱག་རྒྱ་ཡིས་པདྨ་དཀར་པོའི་དབྱེ་བ་བཟུང་ཞིང། འདབ་མ་སྙན་ཐིག་ཏུ་བྱས་པ། བྱང་ཆུབ་སེམས་དཔའི་ཆོས་སྤྱི་གསུམ་གྱིས་བརྒྱན་པ། གཞུང་བའི་སྟབས་ཀྱིས་བཞུགས་པ་འདི་ནི་རྒྱ་སྐུམ་སྙིང་རྗེའི་རང་གཟུགས་འཕོ་མཆོག་གཤེན་རིའི་གཟུགས་ཡིན། དེའི་འཕྲུལ་སྐུ་མདོག་དམར་སེར་ཤག་ན་ནོར་བུ་དང་གླིང་ཤིང་འཛིན་པ་འདི་ནི་བྱང་ཆུབ་སེམས་དཔའ་ས་ཡི་སྙིང་པོ་ཡིན། དེ་ནས་སྐུ་མདོག་སྔོན་པོ་ཅན་ཤག་ན་རལ་གྲི་འཛིན་པ་འདི་ནི་བྱང་ཆུབ་སེམས་དཔའ་ནམ་མཁའི་སྙིང་པོ་ཡིན། དེ་ནས་སྐུ་མདོག་སེར་པོ་ཤག་ན་བུམ་པ་ཤེར་ལུགས་འཛིན་པ་འདི་ནི་བྱང་ཆུབ་སེམས་དཔའ་བྱམས་པ་མགོན་པོ་ཡིན། དེ་ནི་གཙོ་བོ་འདི་གཡོན་གྱི་སེམས་དག་གིས་ནི། རིམ་བཞིན་དུ་དང་པོ་སྐུ་མདོག་སྔོན་པོ། ཕྱག་གཡས་སྐྱ་བཞིན་གྱི་ཕྱག་རྒྱ་དང། ཕྱག་གཡོན་དཀོན་མཆོག་སེམས་སེམས་ཀྱི་ཕྱག་རྒྱ་ཡིས། རྡོ་རྗེ་མཚན་པའི་པདྨའི་དབྱེ་བ་ནས་བཟུང་ཞིང་འདབ་མ་སྙན་ཐིག་ཏུ་བྱས་པ། བྱང་ཆུབ་སེམས་དཔའི་ཆོས་སྤྱི་གསུམ་གྱིས་བརྒྱན་པ།

དེ་ནས་སྐུ་མདོག་དཀར་པོ་སྤྱན་བུམ་པ་དང་ཟླ་བ་འཛིན་པ་འདི་ནི་བྱང་ཆུབ་སེམས་དཔའ་སྒྲུབ་པ་རྣམས་སའི་ཡིན། སྐུ་མདོག་དམར་པོ་སྤྱན་བུམ་པ་དང་ཉི་མ་འཛིན་པ་འདི་ནི་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་སྟེ། འདི་དག་ནི་ཉེ་བའི་སྐྱེས་ཆེན་བརྒྱད་ཡིན། བྱང་ཆུབ་སེམས་དཔའ་འདི་དག་ཐམས་ཅད་ཀྱང། ལུས་ལ་མཚན་དང་དཔེ་བྱད་ཀྱིས་བརྒྱན་ཞིང་དབང་པོ་ཡོངས་སུ་དག་པ། འཁོར་བ་བཅུ་དྲུག་ཏུ་སེམས་ཅན་རྣམས་མི་འདོར་བའི་ཐུགས་རྗེ་ཆེན་པོ་དང། ཤེས་བྱ་ཐམས་ཅད་ཐོགས་མེད་དུ་མཁྱེན་པའི་ཤེས་རབ་མངའ་བ། སྔ་དྲོ་རེ་ཡང་སངས་རྒྱས་ཀྱི་གཞང་སྐུ་འདི་བཀྲོལ་ནས་མཆོད་རྫས་བསམ་གྱིས་མི་ཁྱབ་པས་དེ་དག་མཆོད་ཅིང་བསྙེན་བཀུར་མཛད་པ། ཤངས་ཞེས་བ་ཁྲག་དྲི་བརྒྱ་སྟོང་བཟླས་པའི་བར་རྫུ་འཕྲུལ་ལ་དབང་བའི་མངོན་ཤེས་སོགས་མངོན་ཤེས་ལྔ་དང་ལྡན་ལ། སྨོན་ལམ་གྱི་དབང་རྐྱེན་མ་གཏོགས་སྐྱེ་བ་གཅིག་གིས་ཐོགས་པའི་བྱང་སེམས། ཡང་དག་པར་ཉིད་དུ་ངེས་པ་འབའ་ཞིག་ཡིན། དེ་ནས་དབྱིབས་ཤོག་ཤན་རིང་གཟིགས་ཀྱི་ཤ་ཁྲག་ན་ཞི་བའི་ཚུལ་གྱིས་བཞུགས་པའི་སྐུ་མདོག་སེར་པོ་ཅན་གྱི་སངས་རྒྱས་འདི་ནི་མདོ་སྡེ་ཟ་མ་ཏོག་ལས་གསུངས་པའི་སངས་རྒྱས་པདྨའི་མཆོག་ཡིན། སྔོན་འཕགས་པ་ཤན་རིང་གཟིགས་ཀྱིས་འདི་ནས་དབུ་མ་ནི་པདྨའི་ཧོང་ཞེས་པའི་ཡི་གེ་སྤྲུལ་པ་ཞུས་པའི་ཚུལ་ཡིན། དེ་ནས་གཡོན་ཕྱོགས་མཐིལ་ཆེམས་ཐོབ་ཀྱི་ཤ་ཁྲག་ནི། ཤི་བའི་ཚུལ་གྱིས་བཞུས་པའི་སྐུ་མདོག་དཀར་པོ་ཅན་འདི་ནི། དགོངས་འདུས་སོ། རྒྱུད་ཀྱི་གླིང་བཞི་ནས་གསུངས་པའི་རྒྱུད་ཐམས་ཅད་ཤི་བ་པོ། སེམས་དཔར་རྡོ་རྗེའི་ཆོས་ཡིན།

ཆོས་གོས་གནང་བསམ་སོགས་ལ་ཡང་དབུ་ཟན་འདམ་གང་རེ་འཕྲོ་ལ། ཡང་དག་པའི་སྒྲུབ་པ་ལ་བརྩོན་པའི་དགྲ་བཅོམ་པ་ཤ་སྟག་སྟེ། རིན་ཆེན་བླ་མ་མེད་པ་ཡང་དག་པ་རྫོགས་པ་སངས་རྒྱས་ཀྱི་གོ་འཕང་ཐོབ་པར་འགྱུར་བའོ། དེ་ནས་གཡས་གཡོན་གྱི་དགེ་སློང་དེ་དག་གི་རྒྱ་ལོགས་སུ་ཡོད་པའི་ལྷ་མོ་དེ་དག་ནི། འདོད་ཡོན་དང་མཆོད་པའི་ལྷ་མོ་ལྔ་ལྔས་གཞན་ཁམས་ཀྱི་རྟེན་དང་བརྟེན་པ་ཡོངས་ལ་རྟག་ཏུ་མཆོད་པའི་ཚུལ་ལོ། དེ་ནས་ཡང་གཙོ་བོའི་མདུན་གྱི་འོག་གི་བཙུན་མོ་སྤྲེའི་སོགས་ཕོ་བྲང་དང་བཅས་པ་དེ་ནི། ཚེ་དང་ཡེ་ཤེས་དཔག་ཏུ་མེད་པའི་མདོ་ལས་གསུངས་པའི་བྱང་སྐབས་ཏེ། སྔགས། ཡབ་འཁོར་ལོ་བཞི་པའི་རྒྱལ་པོ་བཟང་པོའི་མཆོག་ཅེས་བྱ་བ་དང། ཡང་གཟི་བརྗིད་ཅན་ཞེས་བྱ་བ་ལ། དེ་བཞིན་གཤེགས་པ་ཚེ་དཔག་མེད་ཅེས་བྱ་བ་བཀྲེས་སུ་འཁྲུངས། དེའི་བཙུན་མོ། རྒྱ་རིགས་བཟང་སྐྱོང་མ་དང། སྲས་ཟླ་བའི་འོད་ཅེས་བྱ་བ་དང། གཞན་ཡང་ཕྱི་ནང་གི་གླང་པོའི་ཚོགས་དང། འཁོར་ལ་ཉན་ཐོས་ཀྱི་ཚོགས་བཅུ་ཁྲི་ཡོད་གསུངས་པས། བདེ་བ་ཅན་གྱི་གཞང་ཁམས་ཀྱི་བཀོད་པ། མདོག་གཞན་སོགས་དང་ཅུང་མི་འདྲ་བ་ཞེས་གསུངས་པ་དེ་ཡིན། དེ་ནས་གཙོ་བོའི་མདུན་བཙུན་མོའི་ཕོ་བྲང་གི་དབྱིབས་གཞུག་ན་བཞུགས་པའི་གཙོ་འཁོར་གསུམ་ཅན་ཡོད་པ་དེ་ནི། ཆོས་རྒྱལ་ཀྲོང་བཙན་སྒམ་པོའི་མ་ཎི་སྐམ་པོ་ལས་གསུངས་པའི། འགྲོ་འདིར་གཤེན་རིགས་གཟིགས་དང། དེའི་གཤེན་ཆབ་ལས་བྱུང་བའི་སྒྲོལ་མ་དཀར་མོ་དང་སྒྲོལ་མ་ལྗང་ཁུ་གཉིས་ཀྱིས་བསྐོས་པ་ཡིན། དེའི་གཡོན་ཕྱོགས་ཀྱི་ལྷ་ཚོམ་ལྔ་ནི། པདྨ་སྐ་ཐང་ལས་གསུངས་པའི་དོན་བསྟན་པ་སྟེ། སངས་རྒྱས་འོད་དཔག་མེད་ཀྱི་ལྗགས་བརྒྱུད་དབང་པོའི་དཀྱིལ་ནས། དབུ་གཟི་རའི་ཁ་དོག་ལྔ་དང་ལྡན་པར་བཞེད། ལྷོ་ནུབ་དབུ་མ་ཅན་གྱི་རྒྱ་མཚོ་རུ་འཕྲོས། དེ་ནས་ཅོང་མ་འགུར་བའི་རྗེས་སུ་མཚོ་དེའི་ནང་དུ་གཡག་སྐར་ནི་སྒུག་ཅིང་ཞོགས་པ་ཙམ་རེ་དང་ལོ་མ་རྣམས་ནི་ཐུབ་ཙམ་རེ་ཡོད་པའི་པད་མའི་སྡོང་པོ་ཆེན་པོ་ཞིག་སྐྱེས། རྗེས་སུ་སྤྲེལ་ལོ་སྤྲེལ་ཟླ་ར་བའི་ཚེས་གཅིག་གི་ཉིན། མེ་ཏོག་པད་མའི་སྙིང་པོ་དེས་དབུ་ཡི་གདོང་གཤོག་བརྒྱད་དེ་ལྔ་རུ་བརྗིད་པའི་སྟངས་འདི། ཡར་འཛིན་པའི་ཆས་གོས་མི་འདྲ་བ་ལྔ་འཁྲུངས། དབུ་ཡི་སི་རྡོ་རྗེ་ཐོ་འཕྲང་ཐང་ནག། ཤར་ན་བུ་ད་ཐོ་འཕྲང་དཀར་ནག། ལྷོར་རལ་ན་ཐོ་འཕྲང་སེར་ནག། ནུབ་ཏུ་པདྨ་ཐོ་འཕྲང་དམར་ནག། བྱང་ན་སྐར་མ་ཐོ་འཕྲང་ལྗང་ནག། སྐུ་གསུང་ཐུགས་ཡོན་ཏན་འཕྲིན་ལས་ལྔ་ཡི་སྤྲུལ་པ། ཀུན་ཀྱང་ཨི་ཏྲ་ཏ་སྣ་ལྔར་ཡི་ཐོར་ཅོག་ལྟར་བརྐྱང་བ། སྐུ་ལ་རྒྱན་དྲུག་གིས་བརྒྱན་པ། སངས་རྒྱས་འོད་དཔག་མེད་ཀྱི་ཐོད་འཕྲང་བདེ་མངའ་སྤྲུལ་པར་བསྐྱེད་པའི་དོན་ཡིན། དེ་ནས་གཙོ་བོའི་སྟེང་གི་བྱང་ཆུབ་ཤིང་གི་ནང་གི་ལྷ་ཚོགས་ལྔ་ནི་དབུའི་རྣམ་པར་སྣང་མཛད་ཤར་རྡོ་རྗེ་སེམས་དཔའ་ལྷོར་རིན་ཆེན་འབྱུང་ལྡན། ནུབ་རྨོ་བ་སྣ་ཡི་གཤོང་སྡོང་གཡུ་འབྲུག་དག་དེ་རླུང་གི་རྒྱལ་བ་རིགས་ལྔ་ཡིན། དེ་ནས་རྒྱལ་བ་རིགས་ལྔ་དེ་དག་གི་དབྱིག་གཡོན་ནམ་མཁའི་སྤྲིན་ནང་གི་སངས་རྒྱས་གསུམ་རེ་ཡོད་པ་དེ་ནི་འགྲོ་བ་རིགས་དྲུག་པོ་འདུལ་བའི་ཐུབ་པ་དྲུག་ཡིན། དེ་ནི་ཐུབ་པ་དེ་དག་གི་དབུགས་བཞེངས་སྟབས་ཀྱིས་དབྱུག་པའི་སངས་རྒྱས་ལྔ་རེ་དེ་བཅུ་ཡོད་པ་འདི་ནི་དུས་གསུམ་དང་ཕྱོགས་བཅུའི་སངས་རྒྱས་ཐམས་ཅད་མཚོན་བྱེད་ཡིན། གསུམ་པ། མཐར་དབུ་དཔག་མེད་དང་བདེ་ཆེན་གཞང་ཁམས། སྣང་ཚུལ་ལ་གཉིས་ངེས་ལས་འདས་པའི་དབུགས་ཀྱི་ཆེ་བ་ལ་གཉིས་ལས། དང་པོའོ། དེ་ནི་གཙོ་བོ་ཡིད་ཀྱི་ཕོབ་གྲངས་དང་བཅས་པའི་གཞང་ཁམས་ལ། སྐུ་མདོག་དཀར་པོ། སྤྲུལ་སྐུའི་ཆ་ལུགས་ཆུ་འཁྱིལ་གྱི་ཕྱག་རྒྱ་ཅན་དེ་ནི། སྙིང་རྗེ་པདྨ་དཀར་པོའི་མདོ་ལས་གསུངས་པ་སྟེ། གཤེན་གཤེན་གཟིགས་ཀྱི་སངས་རྒྱས་རིན་ཆེན་སྙིང་པོ་འདི་ནི་ཐུགས་བསྐྱེད་ཚུལ་དང་ལྷག་པར་དུ། ནག་གཞུག་སངས་རྒྱས་འོད་དཔག་མེད་སངས་རྒྱས་ཀྱི་མཛད་པ་མཐར་ཕྱིན་ནས་ཕུང་པོ་ལྷག་མ་མེད་པའི་དབྱིངས་སུ་ཞུགས་པར་མ་ཟད། སུ་ལ་ཁོང་གི་དམ་པའི་ཆོས་གནས་ཚད་རྫོགས་པའི་ཕྱིར་ཉམས་ཀྱི་ཐོ་རངས་ལ་འཕགས་པ་གཤེན་རིན་གཟིགས་བཅོམ་ལྡན་འདས་འོད་ཟེར་ཀུན་ནས་འཕགས་པ་དཔག་ཚགས་རྒྱལ་པོ་ངོ་བོ་སངས་རྒྱས། གཞན་ཁམས་ཏེ་རིན་པོ་ཆེ་ཡོངས་དག་པ་བསགས་པར་ཞེས་བྱ་བ་སྦྱོར་བ་ལུང་བསྟན་པའི་དོན་ཡིན། གཉིས་པ་དེ་ནི་གཙོ་བོའི་གཡོན་གྱི་ཕོ་བྲང་དང་བཅས་པའི་གཞན་ཁམས་ལ། སྐུ་མདོག་སྔོན་པོ་སྤྲུལ་སྐུའི་ཆ་ལུགས། ཁྱུ་མཆེད་བརྒྱད་ཕྱག་རྒྱ་ཅན་དེ་ནི། སྙིང་རྗེ་པདྨ་དཀར་པོའི་མདོ་ལས་གསུངས་པ་སྟེ། བྱང་ཆུབ་སེམས་དཔའ་མཐུ་ཆེན་ཐུགས་ཀྱི་སངས་རྒྱས་རིན་ཆེན་སྙིང་པོ་འདི་ནི་ཐུགས་བསྐྱེད་ཚུལ་ཤེས་དང་ཁྱད་པར་དུ། སྣང་བཞེངས་ན་སངས་རྒྱས་འོད་ཟེར་ཀུན་ནས་འཕགས་པ་དཔག་ཚགས་བསྒྱུར་བོ་ཡོངས་སུ་སྙིང་ངེ་ལས་འདས། རྣམས་ཀྱི་སྲོད་ལ་དེའི་བསྟན་པ་ནུབ། ཕྱི་ཉིན་ཐོ་རངས་ཀྱི་དུས་སུ་ཐེག་ཡུམ་གཤེགས་པ་རབ་ཏུ་བརྟན་པ་ཡོན་ཏན་ནོར་བུའི་རྒྱལ་པོ་ཞེས་ཤར་བ་འགྱུར་བའི་ཀློང་དུ་བསྟན་པའི་དོན་ཡིན། དེ་ནས་གཙོ་བོའི་སྐུའི་མདོག་འོག་གི་མེ་ཏོག་སྣ་ཚོགས་ཀྱིས་གང་བའི་ཕྱིའི་ལྗང་བུ་ནང་ནས་སྐྱེས་པའི་པདྨ་རྣམས་ལས་རྫུས་ཏེ་སྐྱེ་བ་དག་ནི།